འདིའི་སྐབས་ཀྱི་བྱམས་ཆེན་ཉང་ཧྲོའི་སྟེང་འུར་ཐག་སྐོར་ར་འགྱིང་ནང་གི་བརྗོད་བྱ་ཕལ་ཆེ་བ་ཟིག་ངས་འཛིན་ཐུབ་ནི་རེད་ཅི་ཟེར་གི་ཟེར་ན་ཁས་ལེན་གྱི་ཁྱད་པར་དག་གི་དག་ནི་རེད་མོད། མཁས་བ་དང་ལུང་པོ་ཐུག་པ་དེ་ནི་རེད་ལ། འོ་དེ་རེད། རྩོམ་པ་པོ་ནི། པཎ་ཆེན་བསོད་ནམས་དྲུག་པ། པཎ་ཆེན་བསོད་ནམས་དྲུག་པ་ཡིན། ཁོང་སང་སྤྱི་ལོ་སྟོང་གཅིག་རེ་བཞི་བརྒྱད་རེ་བདུན་ཅུ་དོན་བརྒྱད་སྐུ་ལོ་ཨ་མདོ་ས་ཆ་ནས་སྐུ་གྲོངས། དགུང་ལོ་བཅུ་དྲུག་གི་སྐབས་སུ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་རབ་ཏུ་བྱུང་བར་སྨྲ་བྱེད་མདོ་སྔགས་རིག་གནས་ཐམས་ཅད་ལ་གསན་སྦྱོང་གང་ལེགས་མཛད་པར་ད་ལྷོ་མྱུར་གང་ལེགས་མཛད་ནུར་བླ། དེ་འཕྲོ་བར་གཞིགས་ནས་མཁས་བ་གི་སྙན་གྲགས་འདུ་འགོད་ལ་ས་ཕྱོགས་གང་སོགས་ཁྱབ། ལྷ་ས་གི་འབྲས་སྤུངས་དགོན་པ་གི་དགེ་བཤེས་ཀྱི་གོ་འཕང་ཀྱང་ངས་ཐོབ། དགུང་ལོ་ལྔ་བཅུ་ང་གཉིས་བཞུགས་སྐབས་སུ། དགའ་ལྡན་དགོན་པ་དགའ་ལྡན་སེང་ཁྲི་ལ་བཞུགས། དེའི་ལྟས་དང་ཆུང་ནས་སངས་རྒྱས་ཀྱི་བསྟན་པ་ལ་ཕན་པའི་འཕྲིན་ལས་མང་དུ་མཛད། འདས་ལྟས་ཚོགས་བཅར་སྐོར་བན་ཤེལ་སོ་ནུ་དྲུག་པ་ཨོ་ཆེན་འདི་གི་དགེ་ལྡན་ལགས་ཤེས་ཀྱི་རྩོམ་པ་པོ་འདས་ཚུལ་ནུ་རྒྱུད་ཀྱི་ནར་ཁང་མཁས་བ་ཆེན་པོ་སྐྱེས་བ་ཤེས་ཐུབ་ཀྱི་རྒྱུ་མཚན་ཇི་ཟེར་བ་ཟེར་ན། དེའི་འོག་ཆུ་བོ་ཀུ་རབ་བྱུང་བ་ཐམས་ཅད་ཀྱི་ནང་གི་དགའ་ལྡན་སེང་ཁྲིར་བཞུགས་ཐུབ་ནི

ལྷོ་ཕྱོགས་སྟོང་ཉིད་ཐམས་ཅད་ལ། འདི་སྤང་བླང་གཉིས་ཀའི་ནང་གི། བླང་བྱ་རེད་ལག་གཉིས་གཉིས་ཀའི་ནང་གི། ལེགས་པར་གཟིགས་ནུས་ལ། དེའི་འདི་དང་ཆུང་འདི་སློབ་སྦྱོང་བྱེད་སྒོ་གི་ཁེ་བ་ག་མེད་གཞུང་གི་སྤྱོད་ཚུལ་ཡོན་ཏན་ཁྱད་ཆོས་འདི་དག་ཐམས་ཅད་ལ། ངེད་ཅག་ཐམས་ཅད་ཀྱི་སློབ་སྦྱོང་བྱེད་སྒོ་གི་གཟིགས་འདི་དང་ཆུང་འདི་དེའི་ཕྱོགས་ལ་སྐུལ་མ་བཏང་ཡོད་པ་རེད། དེ་བཞིན་ནས་ད། བླུན་པོ་གི་རྨོངས་དད་དང་མཐའ་སྐད་ཀྱི་སྤྱོད་ཚུལ་ལ། མཐའ་གཅིག་ཏུ་ཐེར་འདོན་དང་དགག་པ་རྒྱག་འོས་ན་རུང་མོད།

ཁས་ལེན་གྱི་ཆ་ཕར་ཐག་དད་དང་ཆུང་ནས་ར་ཐག། ལག་གཉིས་སྤང་བླང་གི་ཆ་ལ། ནོར་མི་ཉན་གྱི་ཆིག་མི་ཉན་གྱི་ཟེར། གོ་བསྐོན་སློབ་གསོའི་ཡོན་ཏན་འདི། དགེ་ལྡན་ལག་ཤེས་ཀྱི་བརྗོད་དོན་གཙོ་བོ་དེ་རེད། ད་དཀོན་མཆོག་ཅི་ན་འདི་ན། མཁས་བ་ཤེས་བྱ་འཇིག་རྟེན་དང་ཆོས་ཀྱི་ཚུལ་ལ་མཁས་བ་སྟེ་རྣམ་པ་གཉིས་སོང་དེ་བཞིན་དུ་བླུན་པོ་ཡང་ན་གཉིས་སུ་བྱེད་དེ་ཟེར་དགའ།

ཁྱོད་རྒྱག་བསམ་མོ་ཡོད་པ་དེ་བྱེད་གི་ད་ནི་རིག་གོ། དེ་ཕྲུ་གུ་བྱ་ཆོས་མེད་ཚིག་ནོ་ག་ནི་ངར་རྒྱུ་མེད་པ་དེ་ནི་རིག། དེ་གི་ཨ་ལོ་གི་ཁོག་རྒྱ་ཆེ་བ་དང་ཨ་ལོ་རྒྱ་གི་ཟབ་ཚད་དང་ཡང་ན་རྒྱ་ཆེ་ཆེ་དེ་ལྟ་བུ་དེ་ཁྱི་ཟིག་གི་མཚོན་ཐུབ་གི་ཟིན་ན་ད་ཁོས་འཇོག་གི་ན་རྒྱ་མཚོ་ལྟ་བུ་རེད་ཟིན་ད་ནི་རིག་ཡ། རྒྱ་མཚོ་ལྟ་བུ་རེད། རྒྱ་མཚོ་རྒྱ་ཆེ་སང་སྟངས་ཟབ་པ་དེ་བཞིན་དུ་ཁེ་བ་ཐམས་ཅད་ཀྱི་ཡང་ཁོག་རྒྱ་ཆེན་པོ་ཡོད་པ་ཨ་ལོ་ཁོག་ཡངས་བོ་ཡོད་པ་ཟིག་གོ་ནི་རིག་ལ། དེ་གི་ནི་ལུགས་དེ་དེ་ནི་རིག། དེ་མན་ཆད་ལ་འོན་ཏེ་ད་ཁྱོད་ངོ་ནི་ལམ་བུ་ཁང་ཁང་དམའ་བ་དམའ་བ་མང། དེ་ཡང་ལོ་ཆུང་ཚོན་པ་སྟེ་ཨི་སྒྲ་འབྱིན་པའི་མགྲིན་པའི་ཕྱི་ཕྱི་ཕྲེང་གྱི་སྟངས་ཤུགས་ཤིན་ཏུ་སླ་ལ་དེ་ཡི་ཟིན། བླུན་པོ་ཨེར་ཐ་ཀོ་ཁང་ཁྲག་དང་ངར་རྒྱུད་ཆེ་དམའ་བ་མང། དེ་དང་དེ་བཞིན་གྱི་ད་ཁུག་རྒྱ་ཆེའང་ཆུང་ཟེར་གི་ད་ནི་རེད། ལོ་རྒྱ་ཆུང་ཟེར་གི་ནི་ལ་འོད་དུ་དོགས་ཏེ་རེད། ཆུང་ལོ་ད་ཇི་ཇི་ལྟ་བུ་ཟིན་ཟིན་ན་ཕྱི་ཕྲེང་ལྟ་བ་ཟོས་ཟིན། ཨི་སྒྲ་འབྱིན་ཀྱང་དེ་སྟངས་ཀྱི་ཟབ་ཚད་ག་ལ་ག་སྟངས་ཟབ་ཚད་ཆེན་པོ་མེད་གི་ཟེར་གི་ནི་རེད་མོད། སྟངས་མི་ཟབ་གི་ཟེར་གི་ནི་རེད་མོད།

ཚར་བཅད་ལག་ཤེས་ཀོའུ་ཆེ་རབ་ཏུ་བྱེད་པ་དགུ་རྩིས་ནས་མཐའ་རབ་ཏུ་བྱེད་པ་དགུ་བོའི་ནང་གི། འཁྱིལ་བ་དག་པ་དང། ལུམ་བུ་དག་པ་སྣར་ལ། འོ་དོ་གཉིས་ཀྱི་རབ་ཏུ་བྱེད་པ་གཉིས་ཀ་སིར་ཧི་སི་ཁ་ར་དམིགས་སུ་ཀ་རའི་ཙམ་དང་ནར་མོ། རེ་ལ། དམིགས་སུ་ཀ་རའི་ཙམ་དང་ནི་རྒྱུ་མཚན་གྱི་ཁུ་བརྗོད་བྱ་གི་ཆ་ནས་ར་ཚར་བཅད་ལག་ཤེས་ལྟ་བུ་དུམ་བུ་ཆེན་པོ་སི་ཡོའི་སྣར་ཟིན་ན་བརྗོད་བྱ་གི་ཁྱབ་ཆེས་ནི་མ་རེད་ཆུང་ནི་རེད།

གཅིག་མཚུངས་རེད། དེ་དྲུག་ད་གེ་དེ་འདག་བྱེད་ལ་གལ་ཏེ་ཁོས་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་རྩ་དགོས་ཟེར་ན་ད་འདི་ན་ཤོག་འདི་མོ་བརྩམས་ཟིན་མམ་འདི་མེད་གི། ཕྱི་ཟེར་ཟེར་ན་མ་བྱ་གཙོ་བོ། སྤྱིར་ཆ་ནས་བྱེད་ལ་ངོ་ད་ཀོ་ཁེ་གེ། རྗོད་བྱེད་ཚིག་གི་སྦྱོར་བདེ་བ། དེ་དྲུག་ཁ་གསལ་བ། ཤོ་ལོ་ཀ་མང་ཆེ་བ་ཟིག་གི། དེ་ཁ་གསལ་བ་འདི་དོག་འདིར་གོ། འདི་ཁུག་དེ་ཁུག་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་ཟེར་ན་མ་རེད་འདག་བྱེད་ཀྱི་ཐད་ཀྱི་གཞན་པ་རེད། རྗོད་བྱེད་ཚིག་གི་སྦྱོར་བ་བདེ་བ་དང་ཁ་གསལ་བའི་ཁྱད་ཆོས་འདི་ཡོད་ཀྱི་རེད་ཟེར་ན་ཡོད་ཀྱི་རེད། ཧཱུྃ་ཐ་མ་མ་ཡིན་པའི་ཁྱད་ཆོས་དེ་གང་དང་གང་ན་འོད་དང་ན་རེ་ཟིན་ན། ཧཱུྃ་ལོ་ཀ་མང་ཆེ་བ་ཟིག་གི། ཚིག་རྐང་རྗེས་མ་གི་ཡིག་འབྲུ་ཐ་མ་ན་བཤད་ལ་ལྟོས་ཡིག་ཚིག་ལ་ལྟོས་ཟིག་གི་ཚིག་བཞག་ནི་ལ། འདི་ལྟར་ཧཱུྃ་ཐ་མ་མ་ཡིན་པའི་ཁྱད་ཆོས་རེད། འདི་གི་ནུས་བ་གང་ནས་བྱུང། འདི་གི་ནུས་བ་ཅི་ཟིག་རེད་ཟེར་ན། བཤད་ལ་ལྟོས་ཡིག་ཚིག་ལ་ལྟོས་ཟིག་གི་ཚིག་བཞག་པའི་ནུས་བ་དེ་ཇི་ལྟར་ཐོན་པ་རེད་ནུས་བ་ཅི་ཞིག་ཐོན་ཐུབ་གི་ཟིན་ན་ད་མ་གཞི་གཙོ་བོ། ཀློག་པ་པོ་ཐམས་ཅད་ཀི་ངེས་བར་དུ་ལག་གཉིས་སྤང་བླང་གི་ཆ་ལ། མཉམ་འཇོག་བྱེད་དགོས་ཀྱི། བསམ་གཞིག་གཏོང་དགོས་འོས་ཟེར་ནས་ར་བསླབ་བྱ་ནན་ཏན་དུ་གནང་རོགས་ཀྱི་ནུས་བ་དུ་ཐོན་ཐུབ་ཀྱི། ད་འོ་ཆེ་འོས་མི་གཏང་ཁོས་ལ། ཀའི་འོ་ཆེ་ལ་ནན་ཏན་གྱི་ཚིག་ཟེར་ཀུ་ན་རི་ལ། ནན་ནན་ཆག་ཆག་གི། ཀའི་འོ་ཆེ་ལ་ཀའི་འོ་ཆེ་ལ་ནན་ཏན་གྱི་ཚིག་དུ། ཨ་རོ། འདི་བླང་བྱ་རེད་ཀ་དོར་བྱ་རེད་ཀ་མིག་དཔེར་འཛིན་ཨེ་གི་འདུག་མི་འདི་མིག་དཔེར་འཛིན་མི་ཨེ་གི་ཟེར་དེ་དང་ཆུང་བླང་དོར་གྱི་གནས་དང་ལག་གཉིས་ཀྱི་གནད། སྤང་བླང་གི་གནས་ཚུལ་ཀུན་ནར་ལྷའི་དུ་ཁུ་དུ་མན་གྱིས་ཞལ་གཡོས་པའི་ཉེས་བ་དེ་གང་ནས་བྱུང་ཐུབ་བ་ཟེར་ན་ད་ཀི་ཚིག་བཞི་ཤོག་པའི་ཆ་ག་ནས་བྱུང་ཐུབ་ན་ཡིན་ད། ད་འདི་ལྟ། འདི་གི་དགེ་ལྡན་ལག་ཤེས་ཁུལ་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ལག་ཤེས་བསྟན་བཅོས་གཞན་རྣམས་ཡིན་འདུག་ཁྱད་ཆོས་ཀུན་ནར་ལྷའི་ད་འདི་དག་ཙམ་པོ་རེད་དེ་མིན་དུ་གཞན་ཕྱོགས་ནས་ས་སྐྱའི་ལག་ཤེས་དང་འདྲ།

ད་ཁྱེད་ཚེ་འདི་དང་ཆུང་ནས་གཟུངས་འོག་གཏམ་ལ་ངོ་ཚུལ་བྱེད་ཀྱི། འདི་གི་གཟུངས་འོག་གཏམ་འདི་དགོངས་དོན་ར་ཁ་ཡི་ངོར་དགའ་བྱེད་པ་རེད་ཟེར་ན་མ་རེད། ཟ་ཁྱི་ལག་ཤེས་ཀྱི་ནང་ན་བཤད་ཀྱི་ནོ། ཁེ་བ་ལག་ཤེས་ཡོད་རྫུན་འཛིན་པ་དེ་དག་ལག་ཤེས་རིན་ཆེན་འདི་ཟེར་ལག་ཤེས་ཟེར་བྱེད་ཀྱི་གདམས་ངེས་ན། འདི་སྐབས་ན་གཟིང་བའི་གཏམ་བཤད་ཀྱི་གདམས་ངེས་ལ་རིག་གནས་དང་ཡོན་ཏན་ལ་གོ་གདམས་རེད། རིག་གནས་དང་ཡོན་ཏན། ཨོ་ཁེ་བ་ཟེར་ད་གོ། འདི་གི་རྒྱུ་ནོར་ལ་སོགས་པ། དོན་གཉེར་བྱེད་པ་དེ་གཙོར་མ་བཟུང་བ་དེ་དང་ཆུང་གཙོ་བོ་འཛིན་དགོས་ནོ་ཁྱེད་རེད་ཟེར་ན་ད་ལག་ཤེས་གཏམ་ཡང་ན་རིག་གནས་ཡོན་ཏན་དོན་དུ་གཉེར་བ་དེ་ད།

ཚིག་རྐང་གསུམ་པར་གཞུང་གཉིས་ཀས་ཁ་གསབ་བརྒྱབ་བཞུགས་དེ་ནི་ཏན་ཏིག་གདབ་གལ་ཆེ་ཟེར་གི་ཟིན། བླུན་པོ་གི་སྙན་གྲགས་ཆེ་ཟེར་ནས་ཟིན། འདི་གི་སྙན་གྲགས་གང་གི་ཆ་གི་སྙན་གྲགས་རེད་ཟེར་ན་རིག་གནས་ཡོན་ཏན་ཆ་གི་སྙན་གྲགས་དེ་རེད། རིག་གནས་ཡོན་ཏན་རིག་གནས་དང་ཡོན་ཏན་གྱི་ཆ་གི་སྙན་གྲགས་དེ་ཁྱད་དུ་སེལ་བདེ་དང་ཆུང་ནས་བྱེད་གི་ཟིན། ཅུང་ཟད་མཛོད་བརྗོད་ལ་ངོ་སོ་བྱེད་གི། དག་ཁག་དོན་དུ་གཉེར་རྒྱུ་ཅི་ཟེར་ཟིན་ན་རྒྱུ་ནོར་ལོངས་སྤྱོད་རྩིས་ཁེ་ཟིག་གི་རྩ་མ་ད།

ཁྱི་བ་དང་རིན་པོ་གི་ཁྱད་པར་ཟེར་ཐག་གོ། ནང་སེང་ནི་ཆད་ལས་ངོར་ཐག་གོ། དེའི་ཁྱད་པར་ཟེར་ཚིག་རྩེ་ཡོད་གོ། འདི་ནི་སྐབས་ཀྱི་ཅུང་ཟད་འབྱོར་ལ་ངོ་སོར་བྱེད་པ་དང་རིན་པོ་གི་སྐྱེ་བ་བཞག་ན། ཚིག་རྩེ་འབྲི་ཀི་མི་ཁ་ཟིག་རེད། ད་བར་དང་འབྲེལ་ལོང་ན་ད་བར་དུ་མོ་ཟེར་རེད། ད་བར་རིར་ཐག་གོ། ཁྱི་བ་དང་ཡང་ན་གཉིས་འཇོན་ཐང་ཅན་དུ་གོ། རིགས་ནི་ཡོན་ཏན་གྱི་ཆ་གི་ནུས་བ་དང་འཇོན་ཐང་ཡོད་རེ་ཐག་གོ། དེའི་ཁྱི་བ་རེད་ཟེར་གྱི་རེད། མི་ནུས་བ་ཅན་ཡིན་སྟངས་ནི་རེད་ལ།

དེ་འདྲ་ཐིན་དཀའ་གི་ཟིན་ན་ཆོག་གི་འདང་རྒྱག་རྒྱུ་ཀིར་སིམ་པ་དང་ཞོ་བ་གཉིས་ཁ་སིབ་བརྒྱབ་སྟོང་ནི་ད་ནང་དོན་ཆ་ཚང་བ་ཟིག་གི་སོང་ནི་ཅི་ཟེར་གི་ཟིན་ན། བླུན་པོ་གི་ཁེ་བ་གི་མཚན་སྙན་གྲགས་ཏེ་ཁྱད་གསད་བདེ་ཐང་ཆུང་བ་རིག་ནས་ཡོན་ཏན་དོན་དུ་མི་གཉེར་བ་བདེ་ཐང་ཆུང་བ་ནི་ར་དེའི་ཚེ་གོང་འོག་གི་དམིགས་བྱ་དང་དམིགས་ཡུལ་དེ་ཅི་ཆགས་གི་ཟིན་ན་ད་རྒྱུ་ནོར་ལོངས་སྤྱོད་ཙམ་བྱེད་གི་ཟིན་ནི་དེ་འགྲིག་གི་ཡོད་གི་ཟིན་ན་འགྲིག་གི་མེད་གི་ཟེར་གི་ནི་མི་འགྲིག་ནོ་རྒྱུ་མཚན་ཅི་ཟེར་ཟིན་ན། ད་རྒྱུ་ནོར་ལོངས་སྤྱོད་ཙི་གེ་ཟིག་ཡོད་ཀྱི་ད་གོ་འགྲིག་གི་མེད་གི་དེ། ཀི་འཕྲོག་ཤན་གྱི་སྐྱེ་བོ་ཡང་རྒྱན་གྱིས་མཛེས་བར་བྱེད་ལ་དེ་ལྟ་བྱེད་ཀྱི་གོམས་པ་ཙམ་རྒྱུ་ནོར་ལོངས་སྤྱོད་ཙམ་གྱིས་ཆོག་གི་ཟིན་ན་མི་ཆོག་གི་དེའི་མྱི་ང་འཛིན་བ་དང་ཡིག་པ་ཟེར་གི་ཟིན་ན་མི་ཡག་གི་དེའི་འཛིན་བ་དང་ཡིག་པ་ཟེར་གི་ནོར་ལྟ་ཕྱི་ནང་གཉི་གའི་ཆ་ནས་ད་ཐོན་དགོས་གི་ཟེར་དགོས་ཞིག་གི་འཛིན་བ་ཙམ་གྱིས་འཛིན་བ་ཨ་ཡོང་གི་ཟིན་ན་མོང་མི་ཡོང་གི་ནང་གྱི་འཛིན་བ་ར་དགོས་གི་ཟེར་གི་དང་རེད་ལ། དེ་རྒྱན་ཆ་ཡིག་པ་ཟེར་དག་གི་གོན་རྒྱ་ཡིག་པ་ཟེར་དག་དང་ན་དེའི་མྱི་ང་འཛིན་བ་རེད་ཟེར་གྱི་ན་རྒྱ་ཤོང་ན་གི་ཡིག་གོ་ནོ། འཕྲོག་བྱོལ་ཀུན་སློང་གི་སྐྱེ་བོ་དེ་དག་ཐམས་ཅད་ཀྱི་རེ་ཀོན་གྱི་གཡོག་པ་དང་དག་ཀུན་ཡོད་ཀྱི་རྒྱན་ཆ་གཡོག་པ་ཀུན་ཀུན་གྱི་གཡོག་པ་ཀུན་ཡོད་ཀྱི་རྒྱན་ཆ་གཡོག་པ་དག་ཡོད་ཀྱི་ཡོད་ཀྱི་རེ་འོན་ཀྱང་དེ་མི་མཛེས་ཀྱི་ཕྱི་ཟེར་ཟིན་ན་ནང་ན་ཡོད་འདི་མེད་ཀྱི་ནང་སྟོང་བར་ཟེར་ཀུན་རེ་ལ། དེ་དག་ད་མཛེས་བ་དེ་ཅི་ཞིག་ལ་གོ་བ་ལེན་དགོས་ཟེར་ན་ད་ཕྱི་ནང་གཉིས་ཀའི་མཛེས་བ་དེ་ལ་ད་མཛེས་བ་གོ་ཕྱི་མཛེས་བར་མ་བྱེད་ནང་ན་ཡང་ཡོན་ཏན་ཡོད་དེར་ད་གོ་ད་དེ་ད་མཛེས་བ་ཟེར་གྱི་ཆ་བ་ཟེར་གྱི་རེ་ལ། དེ་ཟེར་ནས་ད་ནང་དོན་བརྗོད་བྱ་ཁ་ཚང་གི་ཞིག་བཏང་ན་རེ། སྐུ་འཕྲོག་བྱེད་པོའི་རྒྱུའི་སྐྱེ་བོ་ཡང་རྒྱན་གྱིས་མཛེས་པར་བྱེད་ལ་དེས་སྐུ་ནང་འདུས་ཀྱི་ཤུགས་གཏན་ནས་ཆད་ཀོ་ཟིན་ན་མཛེས་བ་དེ་ཕྱི་ནང་གཉིས་ཀས་མཛེས་བའོ་ན་ད་ད་གཟོད་མཛེས་བར་བརྩི་བ་མ་གཏོགས་ཕྱི་གི་མཛེས་བ་ཙམ་ཡོད་དེ་ནང་མ་མཛེས་རི་དྭགས་ཀོ། དེ་མཛེས་བ་ཟིག་ཨ་བརྩི་གི་ཟིན་ན། མི་བརྩི་གི་ཟིག་ཀོ་ནི་རི་ལ་དེ་གི་གནད་དེ་བཞིན་ད་འདི་འདི་ག་ན་ཞིག་གི་དང་ནང་གི་ནང་གི་མཛེས་བ་དེ་རིག་ནུས་དང་ཡོན་ཏན་ལ་གོ་གི་ནོ་འོ་ཆོག་ཡོངས་རྫོགས་གོ་ཐུབ་ག་ཤེས་ཐུབ་ག། ནང་གི་མཛེས་བ་དེ་རིག་ནུས་ཀྱི་ཡོན་ཏན་གྱི་ཆ་གི་མཛེས་བ་དེ་བྱེད་གི་དང་ནི་རེད།

ད་ལྟའི་གི་ཇོ་ཤ་ར་ཉིད་ལ་གཅིག་ར་གཅིག་འདིར། ཁེ་བ་ཐམས་ཅད་ཀི་བྱ་བ་གང་དང་གང་ཡིན་ཐམས་ཅད་ནི་ཁས་ལེན་ནི་མ་རེད་ཟེར་ན་ཁས་ལེན་ནི་མ་རེད་འགོ་རྩོམ་ནི་རེད་ཟེར་ན་འགོ་རྩོམ་ནི་མ་རེད། ད་གལ་ཏེ་བྱ་བ་ཟིག་གི་འགོ་རྩམ་ཐང་ཟིག་ད་ཁོ་ད་གནའ་དོན་གང་ང་ཐིག་སོང་ན་དཀའ་ཁག་ཅི་འདྲ་ཟིག་ཡ་ཐིག་ན་རེད་ར་ཅིས་ཀྱང་ངེས་བར་དུ་དུ་ཕམ་ཚུར་སྐྱེལ་ནི་རེད།

ཐ་ཆུ་བ་འགྲིབ་པ། འགྲིབ་སོང་ན་གཅིག་ཀྱང་མེད་ཟེར་དགོས་མཐར། བར་ནས་སྐྱེར་གི་དེ་ནི་རི་མོ། བྱ་བ་གཅིག་གི་མགོ་བླངས། སྒྲིབ་མ་ཚིག་གོང་བ་ཡང་མ་གི་ཟེར་སྐྱེར་བཏང་མཐར། ཡང་གཞན་པ་ཚིག་གི་མགོ་བླངས། དེ་ར་མ་གི་ཟེར་ཡང་སྐྱེར་བཏང་མཐར། བྱ་བ་མང་བོའི་མགོ་བླངས་རྒྱུ་དགའ་ནར་གྱི་འོར་གི་ཐ་ཆུ་བ་གཅིག་ཀྱང་མི་ཆུང་ནར་ལ། འོ་དེ་དག་དེ་ལྟར་འགྲིག་གི་མེད་གི་ཟེར་མཐར། དེ་དང་ལྟར་ཤོ་ལོ་ཀ་འདི་ཉིད་ནང་གི་སྡོམ་ཚིག་བཀོད་པ་ས་ཆ་ལག་ཤེས་ཀྱི་ནང་ན་བ་ནོན་ཅིང་ར་ཆིག་ར་ཆིག་རེད། གཞུང་གི་འཇིག་རྟེན་གྱི་མི་ཟེར་གྱི་འདི་དག་གོ།

འདི་གི་སྐྱར་ཟློས་ཤིག་དང་ཟློས་ཟློས་ཤིག་དང་ཁོ་ནར་བསླད། ཆོས་ཟེར་བ་ན་ས་སྐྱ་ལག་གཅིག་གི་ནང་གི་རབ་ཏུ་ཕྱེད་པ་ཉིད་སི་ཁ་ར་ཀ་རི་དེ་དང་ཆུང་ཙམ་དང་ཟེར་དེ་འདུག་རྒྱུ་མཚན་གྱི་ཐོད་བརྒལ་གྱི་ཆ་མེད་ཀི་རྩོམ་སྟངས་ཀྱི་ཁྱད་ཆོས་ཀྱི་ཆ་ནས་རེད། དེའི་ཚིག་རྐང་རེ་རེ་གི། མར་ཀོ་ཧུ་ལོ་ཀ་རེ་རེ་གི་ཚིག་རྐང་རྗེས་མ་གི་ཡིག་འབྲུ་ཐ་མ་ལ་སྐད་ཚིག་བཞག་ཡོད་པ་ཙམ་མ་གཏོགས། ཁོའི་དོན་དུ་སྦྱོར་ཚུལ་ལ་སོགས་པ་ས་སྐྱ་ལག་ཤེས་དང། ཆུང་གི་ཟེར་ནར་བསླད། ཆུང་འདུག་རྒྱུ་མཚན་གྱི་ད་འདི་གི་ཐོད་བརྒལ་གྱི་ཆ་མེད་ཀི་གསར་གཏོད་ཀྱི་ཆ་མེད་ཀི། དེ་ཟེར་ནི་རེད།

གཙང་ཆེན་དེ་དང་ཆུང་ནས། ཁས་ལེན་གྱི་ཁྱད་པར་རམ་ཡང་ན་ལེགས་ཉེས་ཡང་ན་སྤང་བླང་གི་ཆ་དེ་དག་དང་ལྡན་ལྡན་ཡིན་ད། འོ་དེ་དག་དེ་རེད། རྩོམ་སྟངས་གལ་ཆེ་གི་ཆ་ནས། ཤོ་ལོ་ཀ། ཕལ་ཆེ་བ་ཟེར་གི་ཚིག་རྐང་གཉིས། དཔེ་ཅན་དང། ཇི་སྐད་གཉིས་ཀ་དཔེ་ཡིན། དཔེ་ཡིན་པར་མ་ཟད། དཔེ་དང་དཔེ་ཅན་གྱི་སྟངས་འོག་གང་བདེར་བགྱི་བ།

འཛམ་གླིང་གི་སྲིད་ཇུས་འོས་སྦྱོང་ནི་ལ་བོ་ཆེན་དུ་ངོ་སྤྲོད་ཡོད་དགོས་དང་འདིར་སློབ་མཐིལ་གཞིགས་མ་གནང་འདི་བཤད་དགོས་ནི་རེད་འདི་མ་ཤོད་གོང་གི་ཡར་སྔོན་ན་ཅི་བྱས་ངན་ན་འདིའི་སྐོར་ལ་ཉམས་ཟ་ཞིག་གོ་དོ་ངོ་མོ་འཛམ་གླིང་གི་སྲིད་ཇུས་འོས་སྦྱོང་ཤང་ཤང་འཕེལ་བའི་ལོ་རྒྱུས་དེ་དག་དེ་ནི་རེད་སློབ་འབྲིང་འདིའི་དོན་ཚན་སློབ་ཁྲིད་ཀྱི་གོ་རིམ་དང་མོ་དེ་བརྒྱུད་དགོས་ནི་རེད་དེ་བརྒྱུད་དགོས་ནས་སྐབས་གནད་ལ་འཛིན་གྱི་ཟིག་ག་ཅི་བྱས་ངན་ན་སློབ་ཁྲིད་མ་ཡོད་སློབ་མཐིལ་གཞིགས་མ་སློབ་ཁྲིད་མ་ཡོད་གོང་ལ་ཉམས་འཇོག་གྱི་ཟིག་ག་འདི་མོ་འཁོར་ཟིག་ག་ཉམས་ཞུགས་པ་ཞིག་གོ་འདིའི་ནང་ནས

དེ་རུ་བྱིན་ཡོད་བསྟོད་ལ་ཁྲིའོ། དེ་ལྟ་ན་ད་ཅིག་གོང་གི་ཁུག་གཏམ་རྒྱུད་དུ་གཏམ་རྒྱུད་ག་རི་མ་ཡང་ཡང་ན་གཏམ་རྒྱུད་དེ་གི་ཤོག་འདྲ་འདྲ་གྱིས་ན་ཤོག་སེར་ལྟ་བུ་སྤྱིར་ཚིག་ལྟ་བུ་ཅག་ཀྱང་གོ་གི་ལོ་རྒྱུས་ཀྱི་མི་སྣ་དེ་ནི་དེ་རུ་དགེ་བ་དགེ་མེད་དང་དེ་རུ་བྱེད་ཆོག་གི་བསྟོད་ལ་ཤོག་ནོག་རྒྱུ་མཚན་གྱི་སྒྲུང་དེ་དག་ཏུ་དེ་རྨང་གཞི་ཞིག་ཏུ་བྱུང་བ་རེད་ལ། ས་བོན་ཞིག་ཏུ་བྱུང་བ་རེད་ལ། བྱུང་བ་འདོད་ཀྱི་མཚན་དུ་དེའི་རུ་ཆི་ཆི་ཀོའི་མེ་དང་དེའི་རུ་ཆི་གཉིས་པོའི་སྟོད་ལ་བྱུང་བ་ཁོ་ན་འདི་བཀོད་འདུག་འདི་ཞེས་ངོ་ན་ཁོའི་ཅང་ངོ་ནས་ཅིག་བྱང་ཆ་ཟོ་གི་ཞིག་ལ་ཆོག་དེ་རེད་ལ། དེའི་ཁྲོད་དུ་ད་འདི་གི་རྫ་ལུང་ཀི་སི་རྒྱལ་བོའི་སྒྲུང་འདི་ནང་ན། ད་དོན་ནི་ཙི་ག་མང་བ་ཚོང་གི་འོ་དེར་བ་གི་བ་ག་མེ་དང་དེ་རིགས་ཇི་ཉི་བའི་སྟུག་གི་འོ་ཅི་ཆེན་འོ་ཚི་བའི་དུས་སྐབས་རེད་འོ་ཚི་བའི་དུས་སྐབས་ཀྱི་སྤྱི་ཚོགས་འཚོ་བ་ཚོང་པ་ཡིན། འདི་ནང་ན་ར་མ་གཞི་གཙོ་བོ་ཆེ་གོ་ཟིན་ན་འདིའི་ནང་གི་ཅི་ཞིག་ཤེས་ཐུབ་བ་ཟིན་ན་འོ་མི་རིགས་ཀྱི་ཡུལ་སྲོལ་གོམས་གཤིས་འཚོ་བའི་སྤྱོད་སྟངས་ཆོས་སྡིག་གཏད་མེད། དེ་ཕྲུ་གུ་བསམ་བློའི་ཤེས་རྟོགས་སྐད་ཆའི་སྒྱུ་རྩལ་མཛེས་ཤོས་རིག་པ་རིན་ཐང་ལྟ་ཚུལ་ཕུགས་བསམ་རེ་འདུན་དགའ་སྡང་ཆགས་ཞེན་ལ་སོགས་པ་མང་བ་ཟིག་མཚོན་ཐུབ་བ་ཟེར་དགོས་ནི་རེད་དོན་དུ་རྒྱུ་མཚན་གྱི་འདི་མི་རིགས་གཞན་གྱིས་འོ་ཆེའི་འཛམ་གླིང་གི་སེར་སྐྱ་བོ་གི་སྒྲུང་བ

རྒྱུ་མཚན་ཇི་སྲིད་ག་ཟེར་ན་རྫ་ཀླུང་གེ་སར་རྒྱལ་བོའི་འོད་སྒྲུང་གི་ནང་ན་འོ་ཆུའི་དབུས་ཀྱི་ཐུན་མོང་མ་ཡིན་པའི་སྐད་ཆའི་སྒྱུ་རྩལ། དང་བྷི་ཡི་སྐུར། དང་ཧ་ཅང་མང་པ་ཡི་མང་མང་བོ་ཡི་ལས་ཡོད་ནོ་རེད་ཡོད་ནོ་རྒྱུ་མཚན་གྱི་འདི་དོག་འདི་ད་བར་ཅིག་གཉའ་མའི་འཇོག་གི་ནོ་སྐབས་ཟིག་ག་ཐོན་ཐབས་ཀྱི་དེ་གས་ད་གཟིགས་གི་དམིགས་སུ་ཀིར་ད་དང་ཆུང་འོ་ཆུ་འདི་གི་དབུས་ཀྱི་སྐད་ཡིག་རྩོམ་རིག་གི་ཆེད་ཉིད་རེད་ནོ་རྒྱུ་མཚན་གྱི་ངེས་བར་དུ་རྫ་ཀླུང་གེ་སར་རྒྱལ་བོའི་འོད་སྒྲུང་གི་ནང་གི་སྐད་ཆའི་སྒྱུ་རྩལ་དང་སྐད་ཆའི་སྒྱུ་རྩལ་གྱི་ནང་གི་ར་མ་གཞི་གཙོ་བོ་ཐུན་མོང་མ་ཡིན་པའི་སྐད་ཆའི་སྒྱུ་རྩལ། དང་བྷི། གི་གོ་ཆས་སུ་ཀུ་ནུ་རི་ལ་འདིའི་སྐོར་འདོན་གོང་དུ་དང་ངེས་བར་དུ་མཉམ་ཟིན་འཇོག་དགོས། མཉམ་ཟིན་འཇོག་དགོས་ཕྱིར་ཀུ་ནུ་རི་རྒྱུ་མཚན་རེད་ད་བར་འོག་གི་སྤྱི་ཚོགས་ཀྱི་གནས་བབ་དང་འབྲེལ་ལས་བྱུང་བར་ཐག་གོ་ད་དང་པོ་ཟེར་བ་ཆེས་ཡུལ་ན་ར་འབྲོག་ཁ་ས་ཡང་ན་རོང་བ་ས་ཆ་ན་ར་དྭངས་མ་འོ་ཆུའི་མི་རབས་གོང་མ་གོང་མ་སུན་འབྱུང་གྱི་ན་རྒ་པོ་སྡེ་བ་ནང་གི་རྒ་པོ་ཁ་བདེ་སྐྱིད་བདེ་ཅན་གོ་གི། གཉེན་སྟོན་དབུགས་སྟོན་ཟིན་ན་ཆོག་གི་ས་དོན་ཆུ་དོན་ཟིན་ན་ཆོག་གི་སྤྲུལ་བྱེད་ཀུ་ནུ་སྐབས་ན་ཆོག་ནི་ཡོངས་རྫོགས་གོ་ར་ཁི་གི་སེམས་ཀྱི་བརྗོད་བྱ་དེ་དག་གོ་ཏི་བཏང་དཔེ་ནི་བཏང་དཔེ་རྒྱུན་མཐུད་ལས་ནི་ར་བྱེད་སྟངས་ནི་དུ་མོ་ག།

ད་ད་ལྟར་ཁོ་ང་རང་གི་བསྟན་བཅོས་ཀྱི་ན་ར་ཆེན་མོ་ཟིག་རེད་ཟེར་ན་བརྩམས་སྒྲུང་གི་དེབ་ལྟ་བུ་དུ་མ་མང་བ་ཧོར་འོན་རེད་ཧོར་ཁྲོད་ན་རེད་བརྩམས་སྒྲུང་ར་སྦྲང་ཕྱིར་དང་གངས་ཅན་མེ་ཏོག་ལ་སོགས་པ་ལ་དགའ་ན་རབ་དང་རིམ་པ་ལས་མོ་ངོ་ཤོང་གི་ཡོད་གི། འདི་གི་སྤྱིར་གི་བརྩམས་སྒྲུང་དང་སྙན་ངག་ལྟ་བུར་ད་ཁོ་སྐད་ཆས་ཀྱི་རྩལ་ནི་རེད། སྐད་ཆས་ཀྱི་རྩལ་ནི་རྒྱུ་མཚན་གྱི་སྐད་ཆ་དེ་ལོག་ལྟ་མི་རིགས་རང་གི་སྐད་ཆ་རྣལ་མ་འོག་ཏུ་ཡོང། མི་རིགས་རང་གི་ཁྱད་ཆོས་ངོས་ཟིན་པ་འོག་ཏུ་ལོག་ལྟ་ཁྱད་ཆོས་དེ་ལོག་ལྟ་མ་ནུས་པ།

རེད་ལ། ད་ནག་འབྲོག་འདྲེ་སྟེ་ཡོང་ནིང་ཐག་ཆོད། རྩྭ་ཐང་གི་ཉིན་ཐོ་དེ་ཡོང་ནིང་ཐག། ཨོ་ད་ཏི་མོ་གི་བརྩམས་སྒྲུང་ཉུང་ཤས་ཙམ་གཟིགས་འདི་མེད་གི། ད་བརྩམས་སྒྲུང་འབྲི་དགོས་ན་ཡོད་གི་ཟེར་ན་ལྟ་བུར་བརྩམས་སྒྲུང་གསར་བ་ཡོད་གི་འབྲི་རྒྱུ་བོད་ཡིག་གི་སྤྲུལ་སྐུ་ར་ཤི་སྐུ་འདུག་བོད་སྐད་མ་རེད་ཟེར་དགོས་ན་དོགས་འདི་རེད། སྐད་ཆ་རྒྱ་སྐད་བཤད་བྱས་ལ་འགོ་བཞུགས་ལྡོག་བྱེད་དགོས་ན་ཅང་འགོག་ག་དེ་ཡན་ཆད་ཀི་འོ་ཆི་བོད་ཁུལ་གི་ཐུན་མོང་མིན་པའི་སྐད་ཆའི་སྒྱུ་རྩལ།

ཨོ་ཆེ་འདི་གི་ཏང་ཤོས་ཀྱི་ཚད་འདི་ཉམས་མི་འགྱུར་གོང་དུ་བསྟར་གཅིག་རེད་གཉིས་ཀ་ལ་ཀ་གི་ཨོ་ཆེ་ཆེད་གཉེར་དང་ཚོད་འབྲེལ་ཡོང་བར་ཐག་བཀོད་རེད་དེ་ག་གི་ཏང་ཤོས་ཀྱི་ཚད་ལྟ་བུ་ཐུན་མོང་མ་མིན་པའི་མ་ཡིན་པའི་གལ་ཆེ་གི་ཚད་འདི་ཉམས་གི་འཇུག་མི་ཉན་གི་རྩོམ་རིག་བརྩམས་ཆོས་ལ་སོགས་པ་གམ་ནི་ར་ངའི་བར་དུ་འདི་ཉམས་གི་མ་གཞི་ག་ངི་མ་གི་རྒྱུན་ལོག་པོ་དོད་དགོ་དུ་སོང་སང་དགོ་གི་རྒྱུན་ལོག་པོ་དོད་དགོ་དུ་སྐྱོང་དགོ་གི་སེ་གོ་ནི་ལ་ནི་གཙོ་བོ་བྱེད་ཆོག་དོད་དགོ་དུ་ཡིན།

གནས་སྐབས་དུས་ཡུན་རིང་བོའི་ལོ་རྒྱུས་གོ་རིམ་གྱི་ཁྲོད་ནས་ད་སྒྲོམ་ཁུལ་རྒྱལ་རབས་ལྔ་བཅུའི་ལྷག་གཟིགས་གསར་རྩོམ་མཛད་པ། སྒྲོམ་བཤད་མཁན་ཐམས་ཅད་ཀྱི་ཞལ་ལས་འོངས་ནས་ལན། ལོ་དེར་ངུ་མ་ཉུང་ཉུང་ཙམ་གཟིགས་འདི་མེད་ཁར་གཞིགས་ནས་མང་པོའི་ཕལ་ལེའུ་བླངས་ཟིན་ཟེར་དགོས་ནོ། འདིའི་སྐོར་ལ་མཉམ་བརྩི་ཞུ། དེའི་ཁྲོད་ཀྱི་ད་འདི་འཛམ་གླིང་གེ་སར་རྒྱལ་པོའི་སྒྲུང་འདི་དག་གོ་འདི། འོ་ཆེ། འཛམ་གླིང་ཧྲིལ་བོ་ཚུན་དུ་བརྗོད་རྒྱུ་ན།